ཚན་རིག་ལ་ཁ་ཟུམ་པ་ལ་བཞུགས་པའི་ཚོགས་གཙོ་མཆོག་སྐུ་ཚབ་མཛད་པའི་ཚོགས་མི་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང། དེ་ནས་ཁོང་དུ་གང་ཉག་སྔགས་པ་བཅོ་ལྔ་པ་ལགས་ཀྱིས་བཀའ་འདྲི་ཁ་ཤས་ཤིག་གནང་ཡོད་པ་དེ་དག་ལ་ད་སོ་སོའི་ངོས་ནས་ལན་གཅིག་འབུལ་ཡག་གི་འབད་བརྩོན་ཞུ་གི་ཡིན། ལན། དེ་མ་བར་བའི་སྔོན་དུ་ཐོག་མ་རང་ཉིད་ཀྱི་འཆར་སྣང་ཞིག་ཞུ་འདོད་པ་བྱུང་སོང། དེ་ཡིན་ན་ད་ཁ་སང་ཁྱེད་ཉིད་ནས་ད་ངས་སྐད་ཆ་མང་པོ་ཞིག་བཤད་པ་དེ་དག་གི་ཁྲོད་ནས་སོ་སོ་ལ་འཆར་སྣང་ག་རེ་བྱུང་སོང་ཟེར་བ་ཡིན་ན། ངས་སྐད་ཆ་བཤད་པ་དེ་དག་ད་སོ་སོའི་ངོས་ནས་ཡིན་ན་ཡང་གྲ་སྒྲིག་ཡག་པོ་མ་ཐུབ་པ་ཞིག་བསམ་བློ་ཡག་པོ་མ་བཏང་བ་ཞིག། བྱ་བཏང་གི་ཐོག་ལ་ཇི་ལྟར་བྱས་ནས་ཕ་རོལ་བོ་བློ་ལ་ཅིག་འཁྲིག་སེ་ཅིག་འཆར་ཐུབ་པ་ཞིག་སྐྲག་སྡུག་ཡག་པོ་ཞེ་མ་ཐེབས་པའི་སྐྱོན་ཆ་ཞིག་ཡོང་གི་ཡོད་ས་རེད་ཨ་བསམ་བསམ་གི་ཚོར་སྣང་ཞིག་སླེབས་གི་ཡོང་གི་འདུག་དེ་ཅི་རེད་བསམ་པ་ཕྱོགས་གཅིག་ནས་ད་དེའི་སྐོར་ལ་ད་གང་ཡང་གྲ་སྒྲིག་བྱེད་མི་དགོས་པ་ཞིག་ཡིན་པ་ཡིན་ཙང་དེའི་ཆ་ནས་ཡིན་ན་ཡང་གྲ་སྒྲིག་མང་པོ་ཞིག་མ་བྱས་པའི་ཐོག་ནས་ད་བཤད་སྒྲོག་བྱེད་ལབ་པ་དང་བཤད་རྒྱུ་མགོ་བཙུགས་བཞག་པ་ཞིག་རེད་ལ། གལ་སྲིད་གྲ་སྒྲིག་ཅིག་ཤེས་པ་ཡིན་ན་ཡང་ད་ངས་དེབ་དེའི་ནང་ལོགས་ལ་ཅིག་དེ་ཙམ་ཞིག་གི་དཔེར་དེ་སྐོར་རྙོག་རྙོག་བསགས་ན་སྐོར་ད་རྙོག་འཇམ་མང་དྲགས་ནས་སྐོར་ན་འདྲ་ད་ཧ་ཅང་གསར་བ་མང་དྲགས་ནས་བཤད་སྟངས་གསར་བ་མང་དྲགས་ནས་གྲ་སྒྲིག་བྱེད་ཡག་གི་འབའ་ཚང་ཞིག་བྱས་པ་ཡིན་ན་ཡང་དེ་ཙམ་ཞིག་ཨ་ངོ་ཐོག་པ་ཞིག་ག་ཅི་ཨ་ཡོང་མི་ཤེས་སམ་བསམ་གི་ཐོག་ནས་གང་ལྟར་བྱ་རྒྱུ་འགོ་བཙུགས་ནས་བཤད་བཞག་པ་ཡིན་ཙང་དེ་ནས་རྣམ་པ་ཚོ་གསན་མཁན་མང་པོ་ཞིག་ལ་ཡང། ཁོ་མོས་ད་ཅི་སོ་སོའི་ངོས་ནས་གོ་བརྡ་སྤྲོད་འདོད་པ་དེ་གོ་བརྡ་སྤྱོད་བཞིན་མ་འགྲུབ་པར། དེ་འདྲའི་བྱུང་ཡོད་ཤས་ཆེ་བསམ་བསམ་གྱི་ཚོར་སྣང་བྱུང་སོང་བ་དེ་ལ་སྙམ་ཁོང་རིག་པའི་གདངས་ནས་དགོངས་སར་ཞུ་ཡ་ཡིན། དེ་ནས་ཁོང་དང་གང་མྱ་ངག་པ་བཅོ་ལྔ་ལགས་ཀྱི་དྲི་བ་ཡོད་པ་དྲི་བ་དེའི་ནང་ལོགས་ལ་ད་ངས་རེ་རེ་བཞིན་དུ་མ་ཀློག་ནས་ལན་འདེབས་འདེབས་པའི་འབད་བརྩོན་ཞུ་གི་ཡིན། དེ་ལ་ཁར་སང་སྒྲ་རིག་པའི་བཤད་པའི་སྐོར་གཅིག། སྒྲ་རིག་ལ་དབྱངས་གསལ་ལྔའམ་དྲུག་ཟེར་བ་དེ་གང་ཡིན། དེ་འདྲའི་གསུང་བཞག་འདུག་ད་དེ་འདྲའི་ཅིག་འདི་འདྲའི་གསུང་ཡོང་དུས་ད་ཚོ་ད་ངས་སྒྲ་རིག་ལ་དབྱངས་གསལ་ལྔ་དང་དྲུག་ཟེར་བ་དེ་འདྲའི་སྐད་ཆ་ཅིག་བཤད་དོན་ཡོད་མ་རེད་ད་དེ་ངའི་དེབ་ནང་ལོགས་ལ་ཡོད་མ་རེད་ངའི་བསམ་བློའི་ནང་ལོགས་ལ་ཡོད་མ་རེད། དེ་ངས་གོང་དུ་ཞུས་པ་ནང་བཞིན་དུ་ད་ངས་དེ་འདྲའི་ཞིག་བཤད་བཞག་ཡོད་པའམ་ཡང་ན་དེ་འདྲའི་ཞིག་གི་ཕ་རོལ་བོ་ལ་ཕ་རོལ་བོ་འཁོར་བ་དེ་འདྲའི་ཞིག་བློར་འགྲོ་ཡག་གི་སྐད་ཆ་ཞིག་བཤད་སྟངས་ཞིག་བཤད་བཞག་ཡོད་ན་ད་ངས་མ་འགྲིག་པ་རེད། དེ་འདྲའི་སྐད་ཆ་གང་ཡང་བཤད་ཀི་ཡོད་ནི་མ་རེད་གཡང་ཟེར་ལྔ་དང་དྲུག་ཟེར་བ་དེ་འདྲའི་གང་ཡང་བཤད་ཀི་ཡོད་ནི་མ་རེད། ཟེར་བ་ཡིན། དེ་ནས་གར་བལྟས་འཇམ་ལུགས་དེ་ཐོལ་མོའི་ལུས་བསྒར་ནས་གཡང་གཟར་གྱི་འབྱུང་ཁུངས་གཏན་ལ་ཕབ་སྟེ། མི་སྐྱེ་མཆེད་གསུམ་ལས་སྣ་ཁུང་ལས་གནག་ལུ་ལེན་པ་ལ་གཡང་ཁོངས་སུ་མི་འདུ་བ་གང་ཡིན་གསུངས་འདུག་ད་ལྟའི། འཇམ་ལུགས་དེ་མཐོ་ལུགས་ལས་བསྒར་ནས། དབྱངས་ཀྱི་འབྱུང་ཁུངས་གསུམ་གཏན་ལ་ཕབ་པ། གཏན་ལ་ཕབ་པ་རེད་དབྱངས་མེར་དབྱངས་མི་འདུག་ཡི་གེའི་འབྱུང་ཁུངས་དེ་གསུམ་རེད་ཟེར་མཐར་གཏུགས་ན། ད་དབང་པོ་གི་ཆ་ནས་ཤེས་པ་ཡིན་ན་དང། ལུས་པོ་གི་ཆ་ཞིག་གི་ཐོག་ནས་ཤེས་པ་ཡིན་ན་ཟེར་བ་རེད་ལུས་པོ་གི་ནང་གི་ཆ་ཞིག་གི་ཐོག་ནས་ཤེས་པ་ཡིན་ན། དེ་ནས་གསུམ་རེད་ཟེར་ནས་ཤེས་པ་རེད། མོས་པ་དང་བཅས་དང་སྐལ་ཉེ་གཅིག་བསྡུ། ཁོང་འཇིགས་སུ་བསྡུས་ནས་མོས་པ་དང་བཅས། ཡང་ན་མོས་པ་དང་བཅས་སྐུ་འཆི། གསུམ་ལ་དང་ངོ་འཛིན་ཞུ་བ་དེ་འདྲའི་བཀའ་ཆོས་བཤད་ཡོད་རྒྱུ་རེད་དེ་དྲང་མོ་རེད། རེད་དེ་ཡང་དབྱངས་གཅིག་པོ་གི་འབྱུང་ཁུངས་སུ་ཁས་བྱ་གི་ཡོད་མ་རེད་ཡི་གེའི་འབྱུང་ཁུངས་དང་ཡང་ན་འགྲོ་བ་མིའི་ངག་ལས་བྱུང་བའི་སྒྲ་ཡི་འབྱུང་ཁུངས་ཟེར་ནས་བཤད་ན་བཤད་ན་འགྲིག་གི་ཡོད་རེད་དཱ། དེ་ནས་གནག་ལ་ལེན་པ་ལ་སོགས་པ། ད་མདོར་དེ་ན་རྒན་གྱི་དྲི་བ་དེ། སྣ་ནང་ནས་འདོན་པའི་སྒྲ་དེ་ཚོ་སྣ་ལས་བྱུང་བ་མི་འདོད་པའི་རྒྱུ་མཚན་གང་ཡིན་གསུང་གི་ཡོད་ས་རེད། ད་འདིས་སྣ་ནང་ལས་བྱུང་བ་དང་ད་སྐྱེས་ཀྱི་ཟུར་ནས་བྱུང་བའི་བྱུང་བ་དང་ད་དེ་ཚོ་དྲངས་ཏེ། རྐྱེན་གྱི་སྐོར་རེད་ཀྱ་རྐྱེན་གྱི་སྐོར་དེ་སང་ཉིན་བཤད་རྒྱུ་བོ། ད་ས་གོང་འདྲ་བོ་དེ་འདྲས་བྱས་ནས་བཞག་པ་རེད། གར་རྩང་ཉི་མ་དང་བོ་དེ་ལ་གནས་ཀྱི་སྐོར་བཤད་དེ་ནས་ཤེས་པའི་སྐོར་བཤད་དེ་རང་མཚན་མའི་སྐོར་བཤད་པ་རེད་ད་སང་ཉིན་རྐྱེན་གྱི་སྐོར་བཤད་དགོས་གི་བསམ་དུ་ཡོད་རེད་ཡིན་ན་ད་རྐྱེན་གྱི་སྐོར་དེ་ཧ་ཅང་ཉོག་ཉོག་ཉོག་པོ་ཡོད་རེད་སྔོན་མ་གསུམ་ལས་ཀྱང་ཉོག་པོ་ཡོད་པ་ཡིན་འདི་གི་གཅིག་ཡག་པོ་གཟུགས་ཅི་མ་ཅི་བཞིན་གཟུགས་བཤད་ཐུབ་པ་མི་ཤེས་གི་ལ། དེ་ནས་ཡི་དྭགས་མང་པོ་ཞིག་གིས་ཀྱེ་དང་ཀྱེ་འདི་ཡོད་པའི་གཟུགས་ལྟ་ཡིན་འདུག་དེ་ཕྱི་དེའི་ཚངས་པ་ཡིན་ནམ་མིན་ནམ་ཡིན་འགྲོ་མིན་འགྲོ་གང་ལྟར་ད་སང་ཉིན་གཅན་གྱི་སྐོར་དེ་ཞུ་བའི་འབའ་ཚང་ཞུ་གི་ཡིན་དེ་ཕྱི་དེའི་ཚངས་པ་གནའ་ནས་བྱུང་ལ་དེ་སུ་དྲངས་ཏེ་ད་སང་ཉིན་ཞུ་ཡ་ཡིན་ནམ་ཟེར། ལབ་ནས་ད་དེ་འདྲའི་ཞིག་ཞུ་རྒྱུ་ཡིན་དེ་ནས་ནི་ཁོང་ནི་པ་ཕ་བ་མ་བཞི་ཆུ་ལས་བྱུང་ཡང་སྐྱིད་བ་མིན་ཞེས་ཐག་བཅད་ནས་ཕ་མ་གཉིས་ནི་དང་བོར་འཇོག་པ་དང། འཇོག། འཇོག་དོན་དང་ཡིན་ས་རེད་ད་འཇོག་དོན་དང། བ། བ་གཅིག་བུ། ནི། བར། ནི་གཉིས་པར་ཟེར་གི་མི་འགྲོ། དོན་ལ་འཕེབས་དོན་གང་ཡིན་ཟེར་བའང་དེ་འདྲ་ཞིག་འདུག་ད་དེའི་དྲི་བ་དེ་ཡང་ཅིག་ཡང། ད་ཁྱེད་ཚོ་གང་རུང་ཅུང་མ་འདྲིས་པའི་དྲི་བ་ཟེར་ན་ཡང་ཅིག། གནད་ལ་མ་འཁེལ་བའི་དྲི་བ་ཞིག། བཏང་དགོས་ཡ་དེ་ད་ངའི་བཤད་སྟངས་ལ་དེ་ནི་མ་འགྲིག་པ་ཡིན་གྱི་རེད་ཟེར་ནས་ཤོད་རྒྱུ་ཡིན་གང་ལྟར། བ་དེ་འདྲའི་ཅིག་བྱུང་བཞག་ཡོད་པ་རེད། གང་ཡིན་ཟེར་བ་ཡིན་ན་ཨ་ནེ་ལི་ཕ་ཕ་མ་མ་གཞི་ཨ་ནེ་ལི་བྱུང་བ་རེད་རྩ་བ་ཉིད་ནས་བཤད་ཁི་ཡོད་མ་རེད་ངས་ཨ་ནེ་ལི་ཨ་ཧ་ཧ་དེ་ནས་ད་བྱུང་ན་ཨ་ཧ་ཟེར་བ་དེ་ཨོ་དོད་བཞི་དེ་བྱུང་བ་རེད་ཟེར་ནས་ཞུ་གི་ཡོད་ད་གང་དུ་བཞི་ཀི་གྲངས་ཀྱི་མེད་མེད་པ་ཡིན་ན་ཡང་ང་ཚོ་ཀ་མེད་སུམ་ཅུ་གི་ནང་ལོགས་ན་གསུམ་ཀ་ཡོད་རེད་ད་ཨ་ཧ་ཨ་གསུམ་དེ་ཨ་ནེ་ལི་བྱུང་བ་རེད། ལམ་ནས་ཞུགས་ཡོད་རེད་མ་གཏོགས་བ་པ་པ་བ་མ་བཞུགས་དུས། ཆུ་ལས་ཤོང་ཡང་ལྕི་བ་མིན་ཟེར་ཡ་དེ་འདྲའི་གི་ཞིབ་ཆ་ཡང་གང་བྱས་མྱོང་མེད། ཟེར་ནས་ཞུས་བ་ཡིན་དེ་རྗེས་དུས་མཚམས་པ། དེ་དང་པོ་དེ་ད་དེ་གི་དྲི་བ་དེ་གི་ཆ་ཤས་དང་པོ་འདྲ་བོ་དེ་གི་ལན་དེ་དེ་ཡིན། དེ་ནས་ད་གཉིས་པ་དེ། ཕ་དང་བ་གཉིས་གནས་དང་བོར་འཇོག་ཕ་དང་བ་གཉིས་གནས་དང་བོར་འཇོག་ཅིང་བ་གཅིག་བུ། ནས་གཉིས་པར་འཇོག་དགོས་དོན་གང་ཡིན་གསུངས་ཡ་བྱུང་འདུག་ད་དེ་ཡིན་ན་ངས་རྒན་གི་གསུངས་ཡ་གི་དང་པོ་དང་གཉིས་པ་བསྲེས་བསྡད་ཡ་དེ། ངས་བསམ་ཚུལ་བྱས་པ་ཡིན་ན་རྒན་གི་རེའུ་མིག་ནང་ལ་དེ་ཡང་དུས་བརྩམས་པ་འཕྲང་དང་བོ་གཉིས་པ་ལ་དགོངས་པ་བཞེས་བ་ཡིན་གྱི་རེད་བསམ་གི་འདུག་འཕྲང་དང་བོ་གཉིས་པ་གསུངས་དགོས་གི་མ་རེད་ཕར་ཞོག་ནས་ཕར་བལྟས་དང་གཡས་ཞོག་ལ་ཕར་གཟིགས་པ་ཡིན་ན་ཤེས་པ་དམ་པ་དང་ཡང་བ་ཟེར་ནས་བྲིས་བཞག་ཡོད་རེད་ད་དེ་ཅི་སྟེ་བརྩམས་པ་ནི་ཕ་དང་ཕ་གཉིས་དེ་དཔའ་ཡང་རེད། པ་ཕ། བ་གསུམ་པོ་དེ་གནས་དམ་པ་རེད། གནས་དམ་པ་ཡིན་ཙང་འཕྲང་གོང་མ་དེ་ནང་ལ་བབ་ཀི་ཡོད་རེད་དེ་ནས་བ་དེ་གནས་ཡང་བ་ཡིན་ཙང་ན་དེའི་འོག་ལ་འཕྲང་བཞག་ནས་དེ་འདྲས་བྱས་ནས་ད་གནས་གི་ནང་ལོགས་ལ་ཁར་ཚང་ད་ད་ང་ངོས་ཀྱི་ཏང་དེ་ཡོད་པའི་རེ་མིག་དེའི་ནང་ལོགས་ལ་དེ་འདྲས་བྱས་ནས་ཏང་བཞག་པ་རེད་དོ་སྤྱི་འཐུས་ཚོགས་མ་དང་པོ་དང་གཉིས་པ་སོགས་འགོ་ཡི་རྒྱུ་མཚན་དེ། ཁྱེད་རང་གིས་གསུངས་བསྡད་ཡོད་དེ། གི་དྲི་བ་དྲི་བ་དེ་གི་ལན་ལ་ད། དང་པོ་གཉིས་པ་ཟེར་ཡོད་དེ་མ་རེད་དམ་པ་དང་ལྷོད་པ་དམ་པ་དང་ཡང་བ་གི་ཁྱད་པར་ཡོད་པ་ཡིན་ཙང་དམ་པའི་རེ་མིག་དང་ཡང་བའི་རེ་མིག་ནང་ལ་བཞག་པ་རེད་ཟེར་བ་ཡིན། དེ་ནས་གཉིས་ཁྱེད་ཀྱིས་ཁ་སང་སྔོན་མར་སྒྲ་རིག་གི་ཐ་སྙད་གསར་སྒྲིག་གནང་དུས། འོར་སྐད་ནས་བསམ་ན་འོར་སྒྲིལ་དང་འོར་སྐྱིད། ནན་སྐུལ་འབུར་སྐུལ་གནང་ངོ་སོགས་ཀྱི་ཐ་སྙད་དེ་འདྲའི་སྒྱུ་མོ་དང་གཏན་འབེབས་གཏན་ལ་འབེབས་དགོས་པའི་རྒྱུ་མཚན་གང་ཡིན་གསུངས་སོང། ད་འདིའི་ནང་ལོགས་ལ་ཡང་ཧུར་བསྐྱོད་ནས་བསམ་ན་ས་ཡག་དྲི་བ་ཚིག་དེ་ཡོང་དགོས་དོན་ཡང་ཡག་ཤོས་ཤིག་འགོ་ཚུགས་གི་མི་འདུག་བྱས་ཙང་ཡང་ངེས་ཤ་ཐང་ཅིག་མ་འགྲིག་པ་ཡིན་གྱི་རེད་བསམ་གི་ཡོད། ནོངས་ཐམས་ཅད་རང་ཐོག་ལ་ལེན་གྱི་ཡོད་ད་གང་ལྟར་འདོད་དོན་ན། ནོངས་དང་ནོར་བ་ཐམས་ཅད་རང་ཐོག་ལ་ལེན་གྱི་ཡོད་པའི་ཞབས་སྟངས་དེ་འདྲས་བྱས་ནས་ཞུ་གི་ཡོད་མ་གཏོགས་ད་ཁྱེད་རང་གི་གོ་མི་འདུག་དོན་ངས་དེ་འདྲས་བཤད་མེད་ཆོས་སང་ཁྱོད་རང་གི་གོ་སྟངས་ནོར་རེད་ཟེར་ཡ་ལ་སོགས་བ་དེའི་དྲང་དོན་བཤད་མིར་གོ་བ་བྱས་ནས། དེ་ཡིན་ན་ཡང་རང་གི་ནོར་ཡིན་མདོག་ཁ་བོ་རེད་ད་གང་ལྟར་མི་ལྟར་དབུ་སྐད་དང་འབྲེལ་དང་མ་འབྲེལ་གྱི་ཁྱད་པར་གང་ཡང་ཡོད་མ་རེད་ཐ་སྙད་གསར་བ་ཞིག། ཐ་སྙད་གསར་བ་ཨོ་རྒྱན་དང་ཨོ་རྒྱལ་ཟེར་བ་དང་ལེན་སྐུན་དང་འབུར་སྐུན་སྣང་ངོ་ཟེར་བ་དེ་གའི་དེ་ཨོ་སྐུ་དང་འདྲེར་མ་འགྲོ་གི་སྐད་ཆ་གང་ཡང་མ་རེད། ཨོ་རྒྱལ་དང་ཨོ་རྒྱལ་ཟེར་བསྡད་ཡ་དུས་སུ་དྲང་བདེན་ཨོ་རྐ་ད་ཟེར་ན་འདྲ་ད་ང་ཚོ་དབུགས་ཡོང་ས་གི། ཨོ་རྐ་ཨོ་ཆོག་ཟེར་ད་ངས་ང་ཚོ་མི་དཔའ་ཞིག་འདུག་བ་མི་རྒོད་ཞིག་འདུག་བ་ཨོ་དེ་ཁ་གཅེས་པ་དང་ཁ་ད་དགྲ་པ་ཨོ་དེ་འདྲའི་གི། སྡོད་ལུགས་ཤིག་གི་ལ་མིང་བཏགས་པ་ཆགས་པ་དེ་འདྲས་ཤིག་རེད། དེ་ག་ནང་བཞིན་ནམ་མཁའི་འདམ་བུར་གྱི་སྣང་ངོ་སོས་བསྡད་པ་ནམ་མཁའི་ཟེར་བ་དེ Soft Plate ཟེར་གཅིག་ཡོད་རེད་ད་ཡིན་གཅིག་ཐོག་ལ་ད་ཡིན་རྒྱུ་ང་ཚོའི་རྐང་གི་ངོ་ལ་ནེམ་ནེམ་ཞིག་འདུག་འཇམ་པོ་ཞིག་ཡོད་པ་དེ་ལ་ངས་མང་ནམ་མཁའི་ཟེར་ནས་མང་བཏགས་པ་ཡིན། ད་འདི་ཚོ་དྲངས་ཏེ་བོད་ཀྱི་གསོ་བ་རིག་པ་དེ་ཚོའི་ནང་ལོགས་ལ་ཐ་སྙད་ཡོད་གི་འདུག་ཁག་བོ་རེད་དེ་ཡིན་ན་ཡང་སོ་སོ་ཡིན་ན་ཤེས་ཚོད་ཀྱི་མང་བཏགས་བ་ཡིན་ཙང་དེའི་ནང་ལོགས་ལས་གང་མིང་ག་རེ་བཏགས་ཡོད་པ་དེ་ཚོ། ལྟ་ཅི་མ་བྱུང་བ་བྱས་ནས་ད་རང་ཉིད་ཀྱི་རང་བཟོ་བྱས་ནས་བརྟག་བྱ་དགོས་ལ། སྐབས་འདིར་གོ་སྐབས་འདིར་བཟུང་ནས་དགོངས་འགལ་མེད་པར་ཞུ་བ་ཡིན། དེ་ནས་འབུར་སྐུད་སྣང་ངོ་ཟེར་བ་དེ་དུ་ཟེར་གྱི་ཡོད་རེད་ང་ཚོས་རྐང་གི་ངོ་ལ་རྣམ་པ་ཚོས་ད་སོ་སོའི་ཉང་ན་དོ་སྣང་ཤོང་ཚར་ཡོད་ཀྱི་རེད་བསམ་བསམ་རྒྱུ་ཡིན་གང་ལྟར་སོ་ད་ཟླ་ཉང་ན་འགྲིག་གི་རེད་ང་ཚོས་རྐང་གི་ངོ་ལ་དེ་སྟོང་སྟོང་ར་ཅིག་ཆུ་ཚོད་འབུར་འབུར་དུ་འཐོར་འདི་ཡོད་པ་འདྲ་ཅིག་འདུག་ག་ཡོད་རེད་ཡོད་རེད་བྱས་ཙང་དེའི་ཕྱི་ངོས་དང་ནང་ངོས་གཉིས་ཡོད་རེད་རི་མོ་ནང་ལོགས་ལ་ཡང་མཐོང་ཐུབ་པ་ཅིག་རེད་རི་མོ་ནང་ལོགས་ལ་ཡང་མཐོང་ཐུབ་པ་ཅིག་རེད་ངས་ཁར་ཚང་བཏང་འདི་ཡོད་པའི་རི་མོ་གཉིས་ཀྱི་རི་མོ་དེའི་ནང་ལོགས་ལ་ཡང་གཟིགས་པ་ཡིན་ན་ཡང་མཐོང་གི་རེད་འོ་དེ་འབུར་འབུར་འདྲ་ཟེར་ན་ཅིག་སྒང་སྒང་འདྲ་ཅིག་ཡོད་པ་དེའི་ནང་ནང་ཕྱོགས་ལ། གི་ས་ཆ་དེ་ལ་འབུར་སྐུད་སྣང་ངོ་ཟེར་ནས་མིང་བཏགས་ཀྱི་ཡོད་པ་རེད། འོ་དེ་འབུར་སྐུད་སྣང་ངོ་དེ་ཇི་ནས་ལས་བྱུང་བའི་ཡི་གེ་དོན་ཚོགས་ཡོང་ས་ནས་ཡིན་ཟེར་ནས་གཏན་འབེབས་བྱས་པ་དེ་འདྲས་ཤིག་ཡིན། ཟེར་ནས་ད་བསྐྱར་དུ་གསལ་བཤད་ཞུ་རྒྱུ་ཡིན། དེ་ནས་ད་དུང་མ་མགར་ཟེར་ན་ཆོག་པ་ལས་མ་མགར་ཟེར་ར་ཡོང་དོན་གང་ཟེར་བ་ཞིག་འདུག་ད་དེ་ངས་ནོར་བ་རེད་ད་ང་སུར་ཁར་སྐད་ད་ང་རྫ་ཆུ་ཁ་བ་ཡིན་ཙང། ང་ཚོ་ལ་དཀའ་ངལ་དེ་འདྲའི་ཞིག་ཡོང་གི་ཡོད་རེད་ཧ་ལམ་མགོ་ལོག་ཡོངས་སུ་རྫོགས་པ་ལ་དེ་འདྲའི་དཀའ་ངལ་ཞིག་ཡོང་གི་མིན་འགྲོ། ལ་རྒྱའི་འཇུག་དང་ར་རྒྱའི་འཇུག་ནོར་ནས་ཡོང་གི་ཡོད་པ་དེ་ད་གྱོད་ཆེན་པོ་ཞིག་ཡོང་གི་ཡོད་ནི་རེད་ད་ཕྱི་དེ་ཚོམ་པ་ད་ངས་ནོར་སོང་ནི་རེད་ལ་ར་རྒྱའི་འཇུག་དེ་ནོར་བ་རེད་ཟེར་ནས་ཤོད་རྒྱུ་ཡིན་མ་མགལ་རང་རེད་ཟེར་ནས་ཤོད་རྒྱུ་ཡིན། དེ་ནས་འབུར་སྐུན་ཟེར་ཀྱང་འདུག་ད་ལྟའི་ཡང་འབུར་སྐུན་མ་རེད་འབུར་སྐུན་ཟེར་ནས་སྡེབ་སྒྱུར་རྩ་འདི་བསྒྲིགས་ནས་གནང་ངོ་ཡོད་ན་ནི་གང་ལ་ཕྱིར་འཁོན་ཡོང་ཆོག་གི་མོ་ད་ལྟའི་ད་ལྟའི་དྲི་བ་དེ་གོང་དུ་དེ་འདྲིར་བ་འདུག་བ་ང་ཚོ་གང་གི་ནང་ནང་ལ་འདུག་སུ་སྐྱེས་གི་གཟུགས་ན་ནང་གཅིག་གདོང་གདོང། སྡོང་རྐང་འདྲ་གཅིག་ཡོད་རེད་ད་དེ་ལ་ངས་གོ་གི་ཡོད་ཟེར་ནས་ཤོད་ཡང་དེ་ནི་སྡོང་རྐང་དེ་གི་ཕྱི་ངོས་དང་སྡོང་རྐང་དེ་གི་ནང་ངོས་གཉིས་ཡོད་རེད་ཟེར་ནས་ཤོད་ཡང་ཕྱི་ངོས་དེ་ལས་རྩྭ་ལ་སོགས་པ་ཡོང་གི་ཡོད་རེད་ད་རྩྭ་ལ་སོགས་པ་དེ་ང་ཚོ་སོར་ཆུང་གི་ཞག་ཐང་ལ་ད་སོས་ནས་བྱུང་བ་རེད་ཟེར་གྱི་ཡོད་རེད་ད་ཡིན་ན་ཡང་སོས་ནས་བྱུང་བ་ཟེར་དུས་རྩམ་པ་ཡང་དེ་ཕྱིར་འབྲི་གི་མི་འདུག་ད་དེ་ཤོད་ཡ་ཡིན་དེ་ཕྱིར་རྩམ་པ་དེ་ལ་འབུར་སྐུན་ཕྱི་ངོས་དང་འབུར་སྐུན་ནང་ངོས་ཟེར་ནས་ཐ་སྙད་ཅིག་ཡོད་ཡོད་པ་ངས་བཟོས་བཞག་ཡོད་པ་དེ་འདྲས་ཅིག་ཡིན་ཟེར་བ་ཡིན། དེ་ནས་དེ་མིན་དེང་སང་དབུ་སྐད་ལ་བརྟེན་ནས་མཆུ་ལྟོའམ་ཁ་ཤ་མགོ་སྟངས་འདྲ་མིན་བརྙན་ལམ་ནས་གསལ་བོ་མཐོང་ཐུབ་ན། དེ་འདྲའི་རིགས་ཀྱི་འབྲི་བྱེད་གནས་ཀྱི་དཔེ་རིས་མ་བཟོ་བའམ་བཟོ་མ་ཐུབ་པ་གང་ཡིན། འོ་ད་ཕར་ཆེར་ཕར་ཆེར་ད་རྒན་གྱི་གསུང་སྟངས་དེ་ངའི་སེམས་ན་ཡོད་པ་དེ་གཉིས་གཅིག་པ་ཡིན་གྱི་ཡོད་ན་མེད་ན་བསམ་བསམ་གཅིག་ཕར་ཆེར་མིན་འགྲོ་བསམ་པའི་རེ་བའི་ཐོག་ནས་ཡིན་གྱི་རེད་བསམ་གི་བསམ་པའི་ཐོག་ནས་འོ་ད་དེ་འདྲ་བ་གཅིག་བཟོ་ཡག་གི་འབའ་ཚུན་ཟེར་ན་བཟོ་ཡག་གི་འདུག་འབའ་སྐྱེས་བ་ཙམ་ཞིག་མ་གཏོགས་ད་ལྟ་བར་དུ་གཟུགས་མ་ཐོས་པ་ཡིན། ཁར་སང་གི་སྙན་ཡང་མང་པོ་བཤད་རྒྱུ་བཤད་པ་ཡིན། ལོག་ལས་ཀྱི་ཐོག་ནས། གཉའ་རིས་བཟོ་ཡ་དང་དེ་ནས་སྒྲ་མཚོན་ཞིག་གི་དཔེ་རིས། ནམ་ཡང་ན་ཡིག་གཟུགས་གསར་བ་ཞིག་བཟོ་དགོས་ཡ་དེ་ཉིད་ལིར་ཀ་ཏི་ཉིད་དུ་ལྷག་ད་ཡོད། སྲིད་དེ་ཡ་དེ་དེ་ལ་ཞུ་གི་ཡོད། ད་དེ་འདྲའི་ཞིག་གི་ཆེད་ཀྱི་དྲི་བ་དེ་ཚོ་ལ་ལན་ཞིག་ཐེབས་ཡོད་པའི་རེ་བ་རྒྱག་གི་ཡིན་སྨོན་ལམ་རྒྱག་གི་ཡིན། དེ་ནས་ད་ལྟ་སུན་པ་ཞིག་ལས་སོང་དེ་ངས། ཟེར་བ་གློག་ཀླད་ནང་བླངས་ནས་དེ་ནས་ལན་རྒྱག་གི་ཡིན། ཨོ་ཡ་དེ་ནས་ད་གསུམ་པ་དེ་ལས་འཚར་སོང། གསུམ། དེ་རིང་སྒྲ་རིག་མཚན་མའི་སྐོར། ཁྱེད་ཀྱི་དབུས་སྐད་དབུས་ཀྱི་སྐད་དང་གཞིར་བཞག་ཡོད་ན་དབུས་ནས་དབུར་བ་ལ་མི་པ་ཟེར་ནས་མི་པའི་རྩ་དང་མགྲིན་པའི་སྒྲས་འབོད་དགོས་ཡང་འདུག། ལ་ཁོང་མི་སྤྱིར་དོན་ཅི་ཡིན། ད་དེ་དྲི་བ་དེ་འགོ་ཚུགས་མི་འདུག་ངས་དེ་ལ་ཁོང་སྤྱིར་ཡོད་ཟེར་ནས་ཤོད་རྒྱུ་མ་གཏོགས་མི་འདུག་བ། ཝུའུ་ཡི་ནི་ཨོར་བ་ལ་མི་པ་ཟེར་ནས་ད་ཐ་སྙད་བཏགས་སྟངས་དེ་བཟང་པོ་མི་འདུག་ངས་ཐ་སྙད་ཁ་སང་ནས་ཞུས་བ་ནང་བཞིན་དུ་ངས་ཧུར་སྐུལ་ལ་གཞི་བཞག་ཡོད་ཟེར་དེ་ཡང་དེ་ཝུའུ་པི་གི་སྐད་བརྡ། དབུས་པའི་གི་སྐད་ཆ་ལ་གཞི་བཞག་གི་ཡོད་ཟེར་ནས་ཞུས་བ་མིན་ཟེར་ཐང་མ་ཁ་ཤས་ཀྱིས་ཞུ་རྒྱུ་ཞུས་པ་ཡིན། སྐད་མི་དེ་ཡང་སྐད་མི་སུམ་ཅུ་གི་གདངས་དབྱངས་བཞི། གཅིག་པོ་གི་སྒྲག་གདངས་ཀློག་སྟངས་དེ་དབུས་པ་ལ་གཞི་བཞག་ནས་བཤད་པ་བྱ་གི་ཡོད་ཟེར་མ་གཏོགས་དབུས་པ་གཞི་བཞག་ལབ་དུས་ཙམ་པ་འདི་ཉིད་དག་པ་རེད་དག་པར་ངོས་འཛིན་བྱས་ནས་བཤད་པ་དེ། འོ་རེད་ད་ཝི་པ་ལ་གཞི་བཞག་ཡིན་པ་ཡིན་ལབ་དེ་ཚན་པ་ཡང་མང་པོ་ཞིག་གི་ཐུགས་ལ་ད་ཝི་པའི་ལོག་སྟངས་དེ་དག་པ་ཡིན་པ་སོ་སོ་རང་ཉིད་ཀྱི་ངོས་འཛིན་ཞིག་ནས་ཡང་ན་དག་པ་ཡིན་པར་སྒྲུབ་བྱེད་མཐོང་ནས་དེ་འདྲའི་ཞིག་ཞིག་པ་དེ་འདྲའི་ཞིག་ལ་གོ་གི་ཡོད་པའི་བྱེད་རྒྱུ་ཞིག་ཡིན་ཝི་པ་ལ་གཞི་འཇོག་གོ་ཡ་དེ་ད་གཞི་གཅིག་ལ་འཇོག་གོ་གི་ཡོད་རེད་གཞི་འཇོག་དེ་ཚན་པ་གཞི་འཇོག་ས་དེ་ཡག་ཡག་དེ་འུར་ཙང་རེད་འདུག་བསམ་པ་དེའི་ཐོག་ནས་བཞག་པ་ཡིན་མ་གཏོགས་འདི་གཉིས་ཁོ་ན་དག་པ་ཡིན་ད་འདི་ངའི་མཐའི་མིག་མཐར་ཐུག་གི་གཏམ་འབེབས་ཡིན་ཟེར་བ་དེ་འདྲས་གང་ཡང་མིན། དེ་འདྲས་ཅི་བདེ་རྩམ་པ་ཏི་གཅིག་རེད་ལ་གཉིས་ལར་ནས་ཆིག་ཐ་ཉིས་བརྒྱར་དང་དུ་གཟུགས་སྤེལ་ན་ད་འོར་བ་འོར་བ་ལ་མོས་པ་བྱེད་ཀྱི་རེད་ཟེར་དུས་རྩམ་པ་ཏི་ནི་ད་འོས་པའི་གི་ག་གཞས་བཞག་པ་ཡིན་ན་ཁྱོད་རང་གི་འོར་བ་ལ་འོར་བ་བྱེད་ཀྱི་མི་འདུག་བ་མོས་པ་བྱེད་ཀྱི་མི་འདུག་བ་དངོས་གནས་འོར་སྐད་ཀྱི་མོས་པ་བྱེད་ཀྱི་མ་རེད་བ་ཟེར་ནས་ཁོང་གི་དེ་འདྲས་གསུངས་ཡག་གི་རྩིས་ཡིན་ས་རེད་བསམ་གྱི་འདུག་གལ་སྲིད་དེ་འདྲས་ཡིན་པ་ཡིན་ན་ཡང། པའི་ཁར་སང་ཞུ་བ་གནང་བྱུང་འདུག་ཁོ་ནར་ཐེབས་པ་རེད། ད་ད་ངའི་ཞལ་ནས་ཐེབས་པ་རེད། གང་ཡིན་ཟེར་ན་ངས་སྐད་བརྡ་ལ་གཞི་བཞག་གི་མེད། བསྒྲགས་གཏང་ལ་གཞི་བཞག་གི་ཡོད་ཞུ་གི་ཡོད། དེ་ནས་དྲི་བ་ཙོར་བ་སློང། ང་ལ་དེ་རང་གི་བཤད་པ་དེ་ཡིན། དྲི་བ་ཙོར་བ་སློང་གསུམ་གྱི་རྟགས་མཚན་ལ་འགྲེལ་བཤད་ན། རྨོངས་ཤུགས་དྲག་བཞིན་བར་མ་ཇི་ལྟར་བརྡ་རེས་སྟོན་དགོས། བརྡ་རེས་སྟོན་དགོས། ད་རྨོངས་ཤུགས་དྲག་བཞིན་བར་མ་བརྡ་རེས་ཅིག་གར་རྩང་ངོ་མ་ཞིག་ངས་སྟོན་པའི་ཁུར་བཞེས་ཡོད་རེད་ཡིན་ན་ཡང་ངའི་དེབ་ནང་ལ་འཁོད་མི་འདུག་དེ་ག་རེ་ཡིན་ན། ང་ཡང་ཡག་པོ་ཞིག་དྲན་པ་བཟོ་གི་མི་འདུག་ངའི་ལག་པས་གི་ད་སོ་སོ་གི་རི་མོ་བྲིས་ཡ་དེའི་ནང་ལོགས་ལ་བྲིས་ཡོད་ད། མཚོན་དམར་པོ་ཞིག་གིས་བྲིས་ནས་དེ་འདྲའི་ཆེད་བྲིས་བཞག་ཡོད་ཡིན་ན་ཡང། ད་མགུར་རིགས་མགུར་རིགས་དེ་ཚོ་བཟོ་འོས་པ་ཡིན་ན་ད་ལོངས་ཤུགས་དྲག་ཆེ་བར་མ་གི་རི་མོ་དེ་ལས་སླ་བོ་བྱས་ནས་འབྲི་ཐུབ་པ་ཞིག་རེད་བ། ངས་ལག་བྲིས་ཀྱི་དེ་ལ་ག་འདྲ་ཞིག་བྲིས་ཡོད་རེད་ཟེར་ན་ལོང་དྲག་བ་དེ་དཔེར་ན་ཨ་གི་སྐབས་ཀྱི་ལོང་དེ་ལ་སྤྱིར་བཏང་ནས་ད་ཨོར་སྒ་བསྡམས་དུ་ཡོད་བ་ཡིན་ཙང་ནང་ལོགས་ལ་ལོང་ཕྱིས་དུ་ཡོད་བ་འཆར་འཆི་རིགས་མང་པོ་ཞིག་བྲིས་དེ་འདྲའི་འདྲ་བྱས་བཞག་ཡོད་དེ་ནས་ཧ་གི་སྐབས་སུ་ཡིན་ན་ལོང་ཤི་ལོགས་ལ་ཤུགས་ཆེན་པོ་སྟོན་དགོས་ཡོད་བ་ཡིན།

བཀའ་ཡིག་ལ་ཞིབ་འཇུག་བྱེད་སྟངས་ཅུང་ཙམ་སྐར་ཚོགས་དང་འབྲེལ་བ་ཡོད་པའམ་མེད་པ་ལྟ་ཅི་རིགས་ཤིག་འདུག་གནད་འགག་ཆེན་པོ་དེ་ཙམ་མི་འདུག་བསམ་གྱི་འདུག་ཕོ་ཡིག་སྐད་ཆ་བཏབ་པ་ཙམ་རྣམས་ཨ་མཚན་ལ་བཞག་ནས་མཚན་མེད་ལ་འབྲེལ་དུས་གོ་བརྡ་གཞན་ཞིག་བྱས་ཏེ། གོ་བརྡ་གཞན་ཞིག་བྱས་ཏེ། གཙོ་བོ་བོད་ཀྱི་ངག་རིག་བརྟག་པ་ལས་སྔོན་འདི་དང་ཁ་ཆད་རྒྱར་སྐད་ཅེས་སུ་བཀའ་གདམས་དེ་དག་སྟོན་དགོས་དོན་གང་ཡིན། ཨོ་རེད་ད་འདི་ནས་དེ་རེད་བཞག་འདུག་གཅིག་ནས་ཁོ་ནར་ཐེག་དྲག་འདུག་ད་ངས་ཤ་ནར་གཅིག་བཞག་འདུག་ཟེར་ཡ་ཡིན། ཕོ་ཡིག་སྐད་ཆ་ད་གསུམ་པོ་གི་མཚན་མ་ཨ་མཚན་མ་རེད་ཨ་མཚན་རེད་ཨ། ཨ་ཕོ་ཡི་སྐད་ཆ་ལྟ་ལ་སོག་པོ་གིས་ད་ཕོ་ཡི་ཡི་གེ་རྣམས་ཀྱི་གི་མཚན་མ་དེ་ཨ་མཚན་མ་རེད་ཨ་མཚན་རེད་ཟེར་ནས་ཞུས་ཡ་ཡིན་དེ་ས་ཞིག་ཡིན། དེ་ནས་མཚན་མ་འདྲེར་དེའི་གོ་བརྡ་གཞན་ཞིག་བྱས་ཏེ་གཙོ་བོ་ངག་རྒྱས་ད་སྤྱིར་བཏང་འདིའི་སྐོར་དེ་དྲི་བ་དེ་ཚོ་དྲངས་ཏེ་ཞི་ར་མགོ་ཡང་ཡག་པོ་ཞིག་ཚུགས་གི་མི་འདུག་དེ་ལས་ད་ངག་ཐོག་ནས་སོང་བཞག་ན་དགའ་ས་ལགས་རེད་བསམ་བསམ་ཅིག་ཡོང་གི་འདུག་གཙོ་བོ་བོད་ཀྱི་ངག་རིག་པ་ངག་རིག་བརྟག་པ་ལས་ཧིན་རྡུ་དང་ཁ་ཆེ། རྒྱར་སྐད་ཅེས་སུ་བཀའ་གདངས་དེ་དག་སྟོན་དགོས་དོན་གང་ཡིན། ཟེར་དུས་བརྩམས་པ་ལྟར་ཞེ་དྲག་འགོ་ཚུགས་ཀྱི་མི་འདུག་ད་རྒན་གྱི་དྲི་བ་དེ་ཁར་ཁར་ཞིག་ལ་དེ་འདྲའི་མ་དོགས་པ་མང་པོ་ཡོང་གི་འདུག་ཁྱེད་རང་གི་འོག་གི་ངག་ནས་བྱུང་བའི་སྒྲ་འདོན་པའི་ཚུལ་ནི་ཧིན་དུ་དང། དཔེར་ན་སངས་ཀྲི་ཏཱ་ལག་འགྱུར་ལ་ཨིན་ཇི་ལ་སོགས་པ་ལ་གཞི་བཞག་བྱས་ནས་བཤད་དགོས་དོན་ཡོད་མ་རེད་དེ་མགོ་ར་མགོ་ལུག་རྒྱུ་རེད་ཟེར་ཡག་གི་དེ་འདྲའི་སྐད་ཆ་ཆེས་མང་པོ་ཞིག་ཡོང་བསྡད་ཀྱི་འདུག། ཡིན་ན་ཡང་ངས་དེ་རྩ་བ་ཉིད་ནས་འགྲིག་གི་མ་རེད་བསམ་གི་འདུག་གང་ཡིན་ཟེར་བ་ཡིན་ན་ང་ཚོ་མི་ཡིན་པ་གཅིག་པ་ཡིན་པའི་ཆ་ནས་ངག་ནས་འདོན་པའི་སྒྲ་འདོན་པའི་ཚེ་ན་ཡང། སྒྲ་འདོན་པའི་དབང་བོ་གང་ཡོད་པ་དེ་བེད་སྤྱོད་བྱེད་ཀྱི་ཡོད་པ་གཅིག་པ་གཅིག་རྐྱང་ཆགས་ཀྱི་ཡོད་རེད་ཟེར་ནས་ཤོད་ཡ་ཡིན། དེ་ནས་བེད་སྤྱོད་བྱེད་པའི་སྐབས་སུ་བེད་སྤྱོད་བྱེད་ལུགས་བཤད་སྟངས་དེ་ནང་གི། དེ་གར་སོང་ཞུ་བ་ནང་བཞིན་དུ་ད་ཡང་གར་ས་ས་གནས་སོ་སོ་ད་ཡང་སོ་སོ་གི་གནས་སོ་སོ་གི་ད་ས་ཁུལ་གི་ས་མཚམས་དེ་མ་འདྲ་མ་འདྲ་བ་ལ་དེ་ནས་སྒྲ་མི་འདྲ་མི་འདྲ་ཡོང་གི་ཡོད་རེད་དེ་ཡིན་ན་ཡང་གཅིག་མཚན་མ་ཟེར་ལ་སོགས་པ་རྐྱེན་གྱི་རིགས་འདྲ་མི་འདྲ་ཅིག་བྱེད་པ་གི་རིགས་འདྲ་མི་འདྲ་དེ་ཚོ་དྲངས་ཏེ་ཐམས་ཅད་པོ། འགྲོ་བ་མི་ཞིག་ཡིན་པའི་ཆ་ནས་གཅིག་པ་ཅིག་གི་སླེབས་དགོས་ཡ་ཞིག་ཆགས་ཀྱི་ཡོད་རེད་ཟེར་ནས་བཤད་རྒྱུ་ཡང་དེ་ཅི་རེད་དེ་ཅི་རེད་བསམ་པ། ལྟར་སྟངས་གཅིག་གི་ཐོག་ནས་ལྟ་བ་དང་དེ་ཚོའི་ངག་ལས་ག་འདྲས་ཞིག་ཡོང་གི་ཡོད་པ་དེ་ཚོ། རྟོག་དཔྱོད་ཞིབ་འཇུག་བྱེད་དགོས་པ་དེའི་རིགས་འདྲ་སོགས་ཧ་ཕར་སོ་གཉིས་ཀ་ལ་སྤེལ་འགེབས་བྱེད་དགོས་ཡ་ཞིག་ངེས་པར་དུ་ཆགས་ཀྱི་རེད་ཟེར་ནས་ཞུ་བ་ཡིན་ཕ་ར་ལ་སྤེལ་འགེབས་དགོས་ཀྱི་རེད་ལ་ཚུར་ཡང་སྤེལ་འགེབས་དགོས་ཡ་ཞིག་ཆགས་ཀྱི་རེད་ཟེར་ནས་ཞུ་རྒྱུ་ཡིན། ད་གལ་སྲིད་ཁྱེད་ཀྱི་དྲི་བ་དེ་དེ་འདྲའི་ཞིག་ཡིན་པ་ཡིན་ན་དེའི་ལན་དེ་འདི་ཆེ་དེ་ནི་ཨ་མཚན་གྱི་ཁོངས་ནས་ཕོ་མོ། མཚན་མེད་གསུམ་སྟེ། འགྱུར་བ་ལ། མ་གནང། ལ། བཤད་ནས། མཚན་དོན། ནན་གྱིས། རྒྱུད་བདུན་གྱི། མཚན་གྱི་ཁོང་ནས་ཕོ་མོ་ཚད་མེད་གསུམ་བྱས་ཏེ། འགྱུར་བ་མ་གནང་ལ་ཞེས་ནི་མཚན་དུ་འགྱུར་དགོས་ལ། ད་ལྟ་བ་རང་རེའི་དད་ལྡན་གྲངས་དུ་སྤྱིར་བཏང་འཆལ་གཏམ་ཤར་བ་གསར་བ་ཞིག་ཡོང་ངོ་དེ་ད་གཟོད་དེ་འཆལ་པར་བྱེད་པའི་གི་ཐ་སྙད་ཀྱང་གསར་བ་ཞིག་ཡོང་དགོས་ཡ་སྟེ། ཧ་ཅང་གལ་ཆེན་པོ་ཆགས་ཀྱི་འདུག་མ་ཤེས་ཐབས་མེད་ཅིག་ཡོང་གི་འདུག་དེ་ལྟར་མ་བྱས་ན་ཟླ་བའི་ཧོ་ཞིག་གོ་བརྡ་ཡག་པོ་ཞིག་སྤྲོད་ཐུབ་ཀྱི་མི་འདུག་སྔར་ཡོད་པའི་ཐ་སྙད་དུ་སུ་དཔེ་ཆའི་ཤེས་པ་ཡིན་ན་དེའི་གི་འགོ་འཁྲུག་ཅིག་ཆགས་ཡོང་བའི་ཉེན་ཁ་ཡོང་གི་འདུག་གང་ཡིན་ཟེར་བ་ཡིན་ན། གང་ཡིན་ཟེར་བ་ཡིན་ན་སྔར་ཡོད་པའི་ཐ་སྙད་དེ་ལ་སྔར་ཡོད་པའི་གི་དོན་དག་ཞིག་སྔར་ནས་གྲངས་ཁེར་ཟིན་པ་དེ་འདྲ་ཞིག་ཆགས་དུ་ཡོད་བ་ཡིན་ཙང་ཐ་སྙད་དེ་ཕལ་ཆེར་ཤེས་ཡོང་དུས་བརྩམས་པ་ཐ་སྙད་དེའི་གི་དོན་དག་དེ་ཉམས་པ་པོའི་བློ་ཡུལ་ལ་རང་བཞིན་གྱི་འཁྱར་ཡོང་བ་ཞིག་ཆགས་ཀྱི་ཡོད་རེད། ད་ཅི་དེ་ཙམ་མ་ཆགས་སྟངས་གསར་བ་དེ་གི་དོན་དག་དེ། ཡོང་ཐུབ་ཀི་མི་འདུག་ཡོང་མ་ཐུབ་དུས་ཚ་ཚོ། དེ་ནས་ད་འགོ་འཁྲུག་རིགས་རྦད་དེ་འགོ་འཁྲུག་ཡག་གི་རྒྱུ་རྐྱེན་ཆེན་པོ་ཞིག་ཆགས་འགྲོ་གི་འདུག་བ། འོ་དེ་འདྲས་བྱས་པ་ཡིན་ཙང་ད་སྤྱིར་བཏང་ནས་ཐ་སྙད་གསར་བ་བཟོ་དགོས་ཡག་དུས་སུ་དྲངས་ཏེ་བཟོ་འདོད་ནས་ད་སྔར་གྱི་བཟོ་སྤྲོ་ནས་ཅིག། ད་ཅིག་གར་སོང་བ་ད་ཅིག། ཞེས་བརྗོད། འཕོངས་ནས་དེ་འདྲའི་ཞེས་བྱ་བ་རྩ་བ་ཉིད་ནི་མིན། མ་ཤི་ཐབས་མེད་འུ་ཐུག་ནས་ཐབས་ཟད་ནས། དེ་ནས་ཟེར་བ་དེ་དག་མ་ཤི་རང་ཤི་བྱེད་པ་ཞིག་ཡིན་ཟེར་བ་ཡིན་ལ་དེ་ནས་གཞུང་གཅིག་ཡོད་དཀར་ས་ལོང་གཅིག་བགྲང་རྒྱུ་ཡོད། མང་དུ་འདི་སྐོར་མ་འཛེར་ན་དཀར་ས་མཁས་པ་ཐམས་ཅད་མང་བར་འགྱུར་བས་ན་དཀར་ཡོད་ན་གཅིག་ཟེར་ཡ་གཅིག་ཡོད་དེ་ཟེར་བ་འདྲ་བ་དེ་དེ་སོགས་ཁྱི་མ་བདུན་བསད་ན་གཅིག་ཡོང་གི་འདུག་ཞེས་པ་ཡིན་དེ་ནས་ཁྱེད་ཀྱི་དྲི་བ་གཞན་པ་གཅིག་ཡོད་ས་རེད་བཞི་བ་གཅིག་ཡོད་ས་རེད་ངས་དེ་ཕར་ཀློག་ཀློད་གནང་ལགས་ནས་ལན་རྒྱག་གི་ཡིན། བཞི། བོད་སྐད་ནི་ཧྥ་སྒྲ་དང། ཤ་ཆེ་ལོག་གི་སྒྲ་དང། རྟ་དང་རྟ། རྟ། སྟལ་ཏཱ། རྟ། དང་རི་ན་སྣ་སོགས་ལ་མགོ་དང། མགོ་ལ་མགོ་སོགས་ལ་མགོ་དང་ས་མགོ་དེ་བཞིན་གདངས་གསལ་བོར་མི་འབྱུང་བ་དང། འཁྱག། རྒྱག། སྐྱག་གསུམ་གྱི་སྒྲ་ནོར་ཏེ

ད་མགོ་ཆེན་དང་མདོག་ཆེན་དུ་སོགས་ཀྱི་གསར་བུ་ཡོང་གི་ཡོད་མ་རེད། དེ་མི་ཡོང་བའི་གི། དེ་ཡོང་གི་མེད་པ་དེ་ལ་ཡོང་ཡག་གི་ཐབས་ཤེས་ག་རེ་ཡོད་རེད་ཟེར་ཡག་ཅིག་འདུག་ད་ཐབས་ཤེས་ཟེར་ཡག་དེ་ད་ངས། དེ་ལ་གཞན་པ་ཞིག་ཡང་མི་འདུག་ཐོག་དང་བོ་ནས་དེ་ནས་ཕྱི་འཁོར་དུ་ཡོད་ང་ཚོ་སྒྲ་རིག་པའི་གི་སྒྲ་ཡི་རྣམ་གཞག་དེ་ངོ་སྤྲོད་བྱས་ནས་འདིར་ད་སྒྲ་གི་གནད་དོན་དུ་སོགས་མི་འདྲ་མི་འདྲ་བ་སྤུ་རིས་མི་འདྲ་མི་འདྲ་ཡོད་སོགས་དོན་ཚོགས་ལ་མཚན་ཉིད་བཞག་ནས་དབྱེ་བ་བཞག་ནས། སློབ་ཁྲིད་ཡང་དག་པ་ཞིག་བྱས་པ་ཡིན་ན་དངོས་འཛིན་ཡང་དག་པ་ཞིག་ཐུབ་པ་ཡིན་ན། དེ་དག་གསར་བ་འདོན་ཐུབ་པ་ལ་ཕན་ཐོགས་ཆེ་ཤོས་དེ་དེ་ཡིན་གྱི་རེད་བསམ་གྱི་འདུག་ཞུས་པ་ཡིན། དེ་ནས་ད་ཡང་ཤེས་རབ་རལ་གྲི་ལགས་ཀྱིས་ཡང་བཀའ་མོལ་གནང་གི་ཡོད་ས་རེད། ཁྱེད་ཀྱི་དྲི་བ་གཅིག་དེ་ཨ་མདོའི་སྐད་ནི་རོང་བོའི་ཤ་ཡིག་དང་འབྲོག་པའི་ཤ་ཡིག་དང། དབའ་ཡིག། དབའ། དབྱིའུ་སོགས་ལ་སྐད་གདངས་གསར་བོ་སྤེལ་རིགས་དང་འདྲ་མཉམ་ཇི་ལྟར་གཅིག་གྱུར་བཟོ་ཐུབ་བམ། བཟོ་བསམ་ཡོད་ལ། ད་དེ་དག་ལ་གཅིག་གྱུར་བཟོ་ཡོང་ཡ་གང་ཡོད་མ་རེད། ངས་དེབ་འདི་བརྩམས་པའི་དམིགས་ཡུལ་དང། ད་ག་ནང་བཞིན་དུ་བོད་ཀྱི་བོད་ཀྱི་སྐད་ཡིག་དེ་གཅིག་གྱུར་བོད་ལ་སྤྱིར་སྐད་གོ་གི་འདུག་ཟེར་བསྡད་ཡ་དེ་ཚོ་དྲང་གི། ཁོང་ཚོའི་དྲང་མོ་གཅིག་གྱུར་བཟོ་ཡོང་ཡ་གལ་ཡོད་མ་རེད་དེ་འདྲའི་བཟོ་ཡ་གི་འབད་བརྩོན་ཡང་བྱེད་གི་ཡོད་མ་རེད་དེ་འདྲའི་བཟོ་བའི་ཐབས་ཤེས་ཡང་ཡོད་མ་རེད་དེ་འདྲའི་བཟོ་དགོས་ཡ་ཡང་ཡོད་མ་རེད། ག་རེ་གོ་གི་ཡོད་རེད་ཟེར་བ་ཡིན་ན་སྤྱིར་སྐད་ཡིན་ཚེ་དེ་ཡག་གི་གཏན་འབེབས་ཀྱི་རང་བཞིན་ཅན་གྱི་སྒྲ་གདངས་ཤིག་ཡོད་དགོས་ཀྱི་ཡོད་རེད། དེ་ཡོད་ཚར་བའི་བྱེད་སྒོ་ལ་དེ་གི་སྤྱིར་སྐད་བྲིས་པ་རེད་མ་གཏོགས་བྱས་པའི་གི་ད་འབྲོག་པའི་ཤ་དེ་འབྲོག་པའི་ཤ་དེ་རང་ནས་འབྲོག་པའི་ཤ་ལ་མ་ཡོང་ཨ་རོང་བའི་ཤ་སློབ་པ་ཨ་ཟེར་ཡ་འདྲ་བོ་དེ་འདྲའི་གི་གང་ལྟར་གཅིག་གི་ངག་ནས་སྒྲ་འདོན་མི་བཅུག་པ་དེ་འདྲའི་ཞིག་རྩ་བ་ཉིད་ནས་ཡོང་གི་མ་རེད་འབྲོག་པས་འབྲོག་པའི་ཁོ་རང་ཚོའི་ལོག་གཏམ་རྣམས་མུ་མཐུད་ནས་འབྲོག་གི་རེད་ཉི་མ་གཅིག་སྨྲེ་བ་ཆགས་སོང་ན་ཁོ་རང་ཚོ་རང་ནང་ཁུལ་རང་དགར་སོ་ད་རང་ངོས་ནས་སྨྲེ་བ་ཆགས་འགྲོ་གི་རེད་མ་གཏོགས། ད་བཀའ་ཡིག་དམ་འབུལ་བྱེད་དགོས་ཟེར་ནས་གཅིག་གྱུར་ཡིན་དགོས་ཟེར་ནས་ཀྱང་འདི་ནོར་བ་རེད་ད་འདི་དེ་རང་ནས་འདོན་རྒྱུ་བ་མ་རེད་ད་འདི་འགྲིག་པ་རེད་ད་དེ་རང་ནས་འདོན་དགོས་ཀྱི་རེད་ད་ཟེར་ནས་ཤ་ཚ་ཚ་བ་ཉིད་ནས་འགྲོ་གི་མ་རེད། གར་བྱས་ཐབས་ཤེས་གར་ཡོད་རེད་ཟེར་བ་ཡིན་ན་ད་བཀའ་ཡིག་གཅིག་གྱུར་བྱེད་མཁན་ཡིན་ཟེར་དེ་ཡང་ཐིག་གི་ད་ད་འདི་ལ་ང་བསྒྲགས་སྟངས་འདི་དཔེར་ན་ཡི་གེ་འདི་ལ་བསྒྲགས་སྟངས་བཞི་ཡོད་པ་ནང་ལོགས་ནས་བསྒྲགས་སྟངས་འདི། དེ་ནས་ང་ཚོ་འོག་གི་སྤྱིར་ཁུ་ལ་དབུགས་གི་འདུག་རེངས་གི་འདུག་ཟེར་ནས་ད་དབུགས་སྒྱུར་བྱེད་དགོས་ཀྱི་ཡོད་རེད། དེ་ནས་ང་ཚོས་དེ་ག་འདྲ་བྱེད་དགོས་རེད་ཟེར་ན་ད་ང་ཚོས་སྒྲག་སྟངས་ལ་རྒྱུས་ལོན་བྱས་ནས་སྒྲ་གི་མཚན་ཉིད་ཡོངས་སུ་རྫོགས་པ་བྱས་ནས་ད་ངེས་ཅན་ཤེས་བྱ་དང་དེ་སེལ་བར་ད་གནོད་བྱས་ནས་སྒྲ་རེ་རེ་བཞིན་དུ་ད་མཚན་ཉིད་དང་ཁྱད་ཆོས་དང། བ་དང། ཤེས་པ་དང་དེ་ཚོ་ཚང་མ་རེ་རེ་བཞིན་དུ་དངོས་སུ་མྱོང་བ་ཡིན་ཙང་ཨ་ནི་དེ་དག་ལ་འགྲེལ་བཤད་རྒྱབ་ཤིང་གི་ཡོར་བ་འདི་སྒྲ་འདི་ལ་ཁྱད་ཆོས་འདི་ཡོད་རེད་འདིའི་མཚན་ཉིད་འདི་རེད་འདི་ཁྱད་ཆོས་འདི་ཡོད་རེད་ཟེར་ཀྱང་བཤད་ཡོང་དེ་ད་ཚོ་དེ་ནི་རྒྱུ་མཚན་དྲངས་ནས་འདི་ཡི་གེ་ཡིག་གཟུགས་འདི་ལ་སྒྲགས་སྟངས་ནི་བཞི་ཡོད་པའི་ནང་ལོགས་ནས་སྒྲགས་སྟངས་འདི་ཉིད་སྤྱིར་སྐུ་ལ་དབུ་གུ་འདུག་རྒྱུ་མཚན་ནི་འདི་དང་འདི་ཞེས་བྱ་བ་འོ་ཟེར་ནས་དེ་ནི་ད་ངོ་སྤྲོད་བྱེད་དགོས་ཡོད་རེད་དེ་ནི་དེ་ད་ག་རང་ཁས་ལེན་བྱེད་འདོད་ན་བྱེད་དེ་ནི། སྤྱིར་གི་ཆགས་ཀ་རེ་མང་དུ་ནི་མུ་མཐུད་ནས་འགྲོ་རྒྱུ་རེད། དེ་འདྲའི་ཞིག་མར་དོགས་བྱས་པའི་གི་གཅིག་གྱུར་གཟུགས་ཡོང་ཡ་ཞིག་ཐབས་ཤེས་རྩ་བ་ཉིད་ནས་ཡོད་མ་རེད། བསམ་ཁོ་ནས་ཡོད་རེ་ཡོད་ཡ་གི་བསམ་བློ་ཡང་འཁོར་གི་མེད་ཟེར་ནས་ཞུ་རྒྱུ་ཡིན། དེ་ནས་དེ་ལྟར་དབུས་ནས་གྲབས་གྲབས་ལ་གྲབས་གྲབས་ཡོང་བ་སོགས་གཅིག་གྱུར་གྱི་གསར་བརྡ་གང་ཞིག་འགོད་དགོས་ད་འདིས་དྲངས་ཏེ་ད་ལྟའི་ཆ་ལ་ངས་བཤད་བསྡད་ཡོད་པའི་གི་ངའི་དགྲ་གྲབས་རིག་པའི་ནང་ལོགས་ལ་བཤད་ཁི་ཡོད་མ་རེད་དགྲ་གྲབས་རིག་པ་ནང་ལོགས་ལ་འདི་དག་གོམ་པ་གཉིས་པའམ་གསུམ་པ་ལ་བྱ་ཁི་ཡོད་ནི་རེད་དགྲ་གྲབས་རིག་པའི་ནང་ལོགས་ལ་འདི་དག་གི་ཐོག་ལ་ཡོང་བའི་ཆེད་དུ་དགྲ་གྲབས་རིག་པ་དེ་བརྩམས་པ་རེད། དེ་ཇི་འདྲ་ཞིག་རེད་ལབ་པ་ཡིན་ན་སྒྲ་སྒྲུབ་རིག་པའི་ནང་ལོགས་ན་ད་ཡང་ནས་ཡང་དུ་ཞུས་པ་གནང་བཞིན་དུ་སྒྲ་ཐམས་ཅད་ངོས་ཟིན་ཡག་གི་ཆེད་དུ་བཤད་ཀི་ཡོད་ནི་རེད་སྒྲ་གི་མཚན་ཉིད་འཇོག་གི་ཡོད་ནི་རེད་དཔེར་ན། སྒྲ་རེ་ཡོངས་སུ་རྫོགས་པ་རེ་རེ་བཞིན་དུ་མཚན་ཉིད་བཞག་གི་ཀྱང་འདི་འདི་རེད་འདི་འདི་རེད་འདི་ལ་མྱང་འདི་རེད་འདི་འདི་རུག་རེད་འདི་འདི་རུག་རེད་ཟེར་ཀྱང་ངོས་འཛིན་གསལ་བོ་ཟིག་ཡེ་ཐུབ་ཀ་བཞག་གི་ཀྱང་དེ་ཡི་ཚར་བའི་རྗེས་སུ་ད་གཟོད་དེ་ནས་བྲབ་ཟེར་ཡག་དུ་དགོས་གི་ཡོད་ད་སྲབ་ཟེར་ཡག་དུ་དགོས་གི་ཡོད་ད་ཧྲབ་ཟེར་ཡག་དུ་དགོས་གི་ཡོད་ད་ད་དེ་ཚོ་དྲངས་ཏེ། གཞི་ནས་ད་ཅི་ཞིག་རེད་འདི་གོམ་པ་གཉིས་པ་གི་བྱ་བ་ཅིག་རེད་དེ་ལར་ནས།